ལེའུ་གསུམ་པ་མཚན་གསོལ་མཛད་སྒོ་ཡབ་རྒྱལ་པོ་ཟས་གཙང་མ་ལ་དགོངས་ན་འདྲེས་པའི་མཆོད་གནས་སློབ་དཔོན་ཞིག་ཡོད་ཅིང། ཁོང་ནི་ཧ་ཅང་གི་མཁྱེན་དཔྱོད་དང་ལྡན་པ་ཞིག་ཡིན་སྟབས། ཡུལ་མི་ཀུན་གྱིས་ཁོང་ལ་དྲང་སྲོང་ཆེན་པོ་ཞེས་ཞུ་བཞིན་ཡོད། ཁོང་ནི་མཚན་དངོས་གནས་སུ་ཀ་ལ་དེ་ཝ་ལགས་ཞེས་བཞུགས་ཀྱི་ཡོད་ན་ཡང། དུས་རྒྱུན་ཡུལ་མི་ཚང་མས་ཁོང་ལ་དྲང་སྲོང་ཆེན་པོ་ཉོན་མོངས་མི་ཅེས་འབོད་ཀྱི་ཡོད། དྲང་སྲོང་ཆེན་པོ་ཉོན་མོངས་མི་ནི་དབེན་པའི་ནགས་ཀློང་ཁྲོད་དུ་བཞུགས་ཀྱིན་ཡོད་ན་ཡང། ཁོང་གིས་ཡབ་རྒྱལ་པོ་ཟས་གཙང་མ་ལ་སྲས་གཅིག་འཁྲུངས་པའི་གཏམ་བཟང་དེ་ཐོས་པས་ཧ་ཅང་གི་དགའ་སྤྲོ་སྐྱེས། གང་ཡིན་ཞེ་ན། ཡབ་རྒྱལ་པོ་ཟས་གཙང་མ་ལ་མཚོན་ན། དེ་ནི་ཐོག་དང་པོ་འཁྲུངས་པའི་སྲས་ཡིན་པའི་རྒྱུ་མཚན་གྱིས་སོ། དེའི་ཕྱི་ཉིན། དྲང་སྲོང་ཆེན་པོ་ཉོན་མོངས་མིས་ཡབ་རྒྱལ་པོ་ཟས་གཙང་མའི་སྲས་ལ་གཟིགས་པར་ཕེབས་པས། ཡབ་རྒྱལ་པོས་རང་ཉིད་ཀྱི་སློབ་དཔོན་སླར་ཡང་མཇལ་བར་དགའ་སྤྲོ་དཔག་མེད་སྐྱེས་ཏེ་ཁོང་ཕོ་བྲང་དུ་གདན་འདྲེན་ཞུས། དྲང་སྲོང་ཆེན་པོ་བཞུགས་ཁྲིར་འཁོད་རྗེས། ཡབ་རྒྱལ་པོ་ཟས་གཙང་མས་རང་གི་སྲས་དྲང་སྲོང་ཆེན་པོའི་མདུན་དུ་ཁྱེར་ནས་ཁོང་ལ་སྤྱན་འབུལ་དང་སྦྲགས་ཞུ་མཐུན། ཀྱེ་བླ་མ་རིན་པོ་ཆེ། ཁ་སང་སྐྱེས་པའི་ངའི་བུ་འདི་རེད། དེས་ན་བུ་ཆུང་འདི་ཡི་མ་འོངས་པའི་མདུན་ལམ་སྐོར་ལ་ལེགས་ཉེས་ཀྱི་ལུང་བསྟན་ཞིག་གནང་རྒྱུན་བཀའ་དྲིན་མ་ཆུང་བ་ཞུ་ཞེས་ཞུས་པ་དང་ཆབས་ཅིག་ཡབ་རྒྱལ་པོས་ཁོང་གི་སྲས་རྨ་འབྱར་དེ་ལ་བརྟག་ཞིབ་མཐིལ་ཕྱིན་པ་ཡོང་ཆེད། དྲང་སྲོང་ཆེན་པོའི་མདུན་དུ་ཡར་བརྐྱངས་ནས་སྤྱན་འབུལ་ཞུས་གནང་བ་རེད། དེའི་རྩ་ན་ཆེས་ཡ་མཚར་བའི་གནས་ཚུལ་ཞིག་བྱུང་བ་ནི། རྒྱལ་སྲས་ཀྱིས་རང་གི་ཞབས་གཉིས་དྲང་སྲོང་ཆེན་པོ་ཉོན་མོངས་མེད་ཀྱི་དབུ་ཐོག་ཏུ་བཞག་གནང་བ་རེད། དེ་བས་དྲང་སྲོང་ཆེན་པོས་རྒྱལ་སྲས་ཀྱི་ཞབས་གཉིས་ཚུར་ལ་བླངས་ཏེ་གཞིབ་ཅིང་ཕྲ་བའི་སྒོ་ནས་མཚན་རྟགས་ཞུས་པ་ན། ཁོང་གིས་རྒྱལ་སྲས་ཀྱི་ཞབས་མཐིལ་དུ་གསལ་བའི་རྟགས་དང་མཚན་མ་རྣམས་ལ་གཟིགས་པས། མགྱོགས་མྱུར་ངང་བཞུགས་ཁྲི་ལས་ཡར་བཞེངས་ཏེ་ན་རེ། རྒྱལ་སྲས་འདི་ནི་རིང་པོར་མི་ཐོགས་པར། འཇིག་རྟེན་འདིའི་ཐོག་ཆེས་རྨད་དུ་བྱུང་ཞིང་གོང་ན་མེད་པའི་སློབ་དཔོན་ཞིག་ཏུ་འགྱུར་བར་ངེས་སོ་ཞེས། སྤྲོ་སྣང་དང་དགའ་སྤོབས་ཀྱི་ངང། གསུར་བཅུའི་ཐལ་མོ་སྙིང་གར་བཟུང་སྟེ་རྒྱལ་སྲས་ལ་གུས་བཀུར་ཚད་མེད་ཞུས་སོ། ཡབ་རྒྱལ་པོས་གནས་ཚུལ་དེ་མཐོང་བས་ཁོང་གིས་ཀྱང་དྲང་སྲོང་དང་གཅིག་མཚུངས་ཀྱིས་རང་གི་སྲས་ལ་གུས་ཕྱག་ཞུས། དེ་ནི་ཡབ་རྒྱལ་པོས་རང་གི་སྲས་ལ་ཕུལ་བའི་ཐོག་མའི་གུས་ཕྱག་དེ་རེད། གང་ལྟར་དྲང་སྲོང་ཆེན་པོས་མ་འོངས་སྔོན་གཟིགས་ཀྱི་ལུང་བསྟན་དེ་ཡིས་ཡུལ་ཕྲན་དེའི་མི་ཚོགས་ཐམས་ཅད་དགའ་བདེའི་དཔལ་གྱིས་ཁེངས་པར་བྱས་སོ། རྒྱལ་སྲས་འཁྲུངས་ནས་ཉིན་ལྔ་པ་དེ་ལ་ཡབ་རྒྱལ་པོ་ཟས་གཙང་མས་རང་གི་སྲས་ལ་མིང་དོན་མཚུངས་པའི་མཚན་ཞིག་ཐོགས་ཆེད་མཚན་གསོལ་མཛད་སྒོ་ཞིག་གྲ་སྒྲིག་གནང་སྟེ། མཛད་སྒོ་དེའི་ཐོག་གྲོས་མགོ་འདོན་པའི་ཕྱིར་མཁྱེན་རྒྱ་ཆེ་བའི་དྲང་སྲོང་ལྔ་གདན་འདྲེན་ཞུས། ཁོང་རྣམ་པས་རྒྱལ་སྲས་ཀྱི་འཁྲུངས་རྟགས་སོགས་རྟགས་དང་མཚན་མ་རྣམས་ལ་ཞིབ་ཅིང་ཕྲ་བའི་བརྟག་ཞིབ་ཞུས་ཏེ་སྨྲས་པ། གལ་སྲིད་རྒྱལ་སྲས་འདི་ཆབ་སྲིད་ཀྱི་ཐུགས་འགན་བདག་གིར་བཞེས་ན། རྒྱལ་པོ་ལས་ཀྱང་རྒྱལ་པོར་འགྱུར་བར་ངེས་ལ། དེ་མིན་རབ་ཏུ་བྱུང་སྟེ་ཆོས་སྒོར་ཞུགས་ན་བླ་ན་མེད་པར་ཡང་དག་པ་རྫོགས་པའི་སངས་རྒྱས་སུ་འགྱུར་བར་ངེས་སོ་ཞེས་མཐའ་བསྡོམས་ཞུས། འོན་ཀྱང་དྲང་སྲོང་རྣམས་ཀྱི་ཁྲོད་ནས་དགོངས་ན་ཆུང་ཤོས་མཚན་ལ་ཀུན་དྲི་ན་ཡང་ཞུ་བ་དེས་སྨྲས་པ། རྒྱལ་སྲས་འདི་ནི་མངོན་པར་རྫོགས་པར་འཚང་རྒྱ་བ་མ་གཏོགས། དེ་ལས་གཞན་གང་དུ་ཡང་མི་འགྱུར་རོ་ཞེས་གསུངས། དེ་ནས་དྲང་སྲོང་རྣམས་ཀྱིས་རྒྱལ་སྲས་ཀྱི་མཚན་ལ་གཞོན་ནུ་དོན་གྲུབ་ཅེས་བཏགས་སོ།